གསུམ་པ། བསམ་བློའི་རང་བཞིན་བཤད་པ། བཞི་བ། སྒྱུ་རྩལ་གྱི་ཁྱད་ཆོས། ངྷི་མ་གི་སློབ་ཁྲིད་ར་ཉི་ག་ཚེས་གཅིག་ཚེ་མི་འདྲ་ས་ཟུར་ནོ། ད་ཚང་གི་འདི་མི་ནི་ནང་ཉན་བཤད་པ་ཟིག་ར་བསམ་བློའི་རང་བཞིན་བཤད་པ་ཟིག་ཟིག་གཉིས་ཡོད་ག། འདི་ཚིག་གེ་ཟིག་ཁྱད་པར་བ་ཟིག་ཡིན་ནི་རེད། ཆོས་མཚོན་གྱིས་ན་ལྟ་བ་ཆེ་མི་ནི་ནང་ཉན་འདི་ངྷི་ན་ཐང་མ་མང་བ་ཟིག་བཤད་སྟངས་ནི་རེད་བྱས་ནི་རེད།

ཁྱེད་ཀྱིས་མཐུན་འགྲུལ་གཏོང་སྒོ་ཀི་ཟི་ན་ཡང་ན་མཐུན་འགྲུལ་གྱི་མི་མཐུན་ཕྱོགས་ང་རྒྱལ་དང་ཕྱོགས་གཏོགས་གཏོང་སྒོ་ཀི་ཟི་ན་ཆོག་གི་དུ་ཆུ་རུ་རྒྱུ་ཞིག་ཉུང་ངུ་རེད། ན་ལྟ་ཅི། བསམ་བློ་རང་བཞིན་ཤ་ན་ཆི་ཁའི་ཤ་གོང་ནས་ཟིན་ན་ཨོ་རྩོམ་པ་པོ་གི་ཤ་ནོར་འདི་དག་ཞིག་གི་ཟིག་འགྲིག་གི། སྐབས་ཐོག་དེའི་འོག་གི་སྤྱི་ཚོགས་དང་ཡང་ན་མང་བ་གི་འོག་གི་སྤྱི་ཚོགས་ལ་མཚོན་གྱི་ན་རྩོམ་པ་པོ་གི་བསམ་བློ་འདི་འདི་མོ་ཟིག་གི་ཤོག་གི་ད་ཁི་གི་བཟང་ཆ་ཡོག་གི་མོ་ཟིག་རྗེ་བར་བཤད་ཐུབ་པའི་ད་ཚོ་ཁི་གི་བསམ་བློ་རང་བཞིན་ཤ་གོང་ནས་ཡི་ཡ་ད་འོ་ཆེ་མེ་ཏོག་དེ་རིང་ནང་གི་ལང་ཀ་ཟིག་གོང་དེའི་སྐབས་ཀྱི་ཤ་ཀྲི་གི་བརྩོན་དེའི་བཟང་ཆ་གཙོ་བོ

ཨ་ཡ་ང་འདྲ་ང་ནག་ཅེས་སྤྱིར་བཏང་གི་ཉིན་བརྗོད་བྱའི་ཉུང་ངུ་དང་བརྗོད་བྱའི་ཉུང་ངུ་དེ་ལ་ཞལ་བརྗོད་བྱེད་ཀྱི་བསམ་བློ་རང་བཞིན་འདི་ར་ད་ལ་ལ་བསམ་བློ་རང་བཞིན་ཡོད་ཀི་ཟིག་བྱ་གི་རེད་ལ་ལ་བསམ་བློ་རང་བཞིན་མེད་ཀི་ཟིག་བྱ་གི་རེད། དེའི་ཟིག་བྱ་གི་ད་ནི་རེད་ད་ད་ཙང་རྩོམ་འདི་མཚོན་གྱི་ན་བསམ་བློ་རང་བཞིན་འདི་བརྩེགས་ཟིག་མ་ང་རེ་བྱ་དགོས་ནོ་ད་གུས་ད་འདི་ཟིར་དུ་བསམ་བློ་རང་བཞིན་བྱ་པ་ཟིག་སིམ་པ་ག་ཟིག་གཏོང་ན་ཡ། ད་དང་བོ་རྩོམ་པ་པོ་གི་མཚམས་སྦྱོར་མདོར་བསྡུས་སུ་རེ། རིགས་རྒྱམ་སུ་དགོངས་ནོ་མཚོ་སྔོན་སྐྱ་འཛའ་ནས་སྐྱེས། ངའི་མིང་ལ་རིགས་དམ་རྒྱམ་མཚོ་ཟེར། དུས་རབས་གོང་མའི་ལོ་རབས་དགུ་བཅུ་བའི་ནང་རྩོམ་རིག་གསར་རྩོམ་གྱི་ལུས་སུ་ཞུགས། བར་མཚམས་ཤིག་ནས་གསར་རྩོམ་གྱི་རྒྱུན་ཆད་ཀྱང་དུས་རབས་ཉེར་གཅིག་པའི་ནང་ཡང་བསྐྱར་གསར་རྩོམ་གྱི་ལུས་སུ་བཞོན་ནས་ཨ་ཁུ་དཔོན་དང་ན་གྲོང་སོགས་ཀྱི་བརྩམས་ཆོས་ལེགས་བཀྲིས་བརྩམས་ཡོད། ང་དང་ནི་ཁ་ཞེས་པའི་གཙོ་འདི་གངས་ཅན་མེ་ཏོག་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོ་སྟེ་བཞི་བའི་སྟེང་སྤེལ་ཡོད། འདི་རྩོམ་པ་པོ་གི་ཚར་གཅོད་དེ་རེད་ཨ། ད་འདི་ཕྱི་འདི་མོ་གི་ཚང་མ་མ་བྲིས་ན་ཆོག་གི་ཡ་རྗེས་རུ་འབྲི་དགོས་ནི་མ་རེད། ད་སྤྱིར་གི་ངི་ན་བཤད་རྒྱུ་རྩོམ་པ་པོ་གི་ལོ་རྒྱུས་བཤད་ན་རྩོམ་པ་པོའི་ཚར་གཅོད་མདོར་བསྡུས་ན་འོ་ཆོས་ཕྱོགས་གཉིས་ན་མདོར་བསྡུས་ཏེ་ཚར་གཅོད་རུ་དགོས་ནི་རེད་མོད། ཕྱོགས་གཅིག་ཕྱིར་ཟིན་ན་ད་ཁི་གི་སྤྱིར་བཏང་གི་ལོ་རྒྱུས་རེད། གངས་ཀི་སྐྱེས་ནི་ནང་གནམ་གི་སྐྱེས་ནི་ནང་ལྷོ་བྲག་གངས་གངས་འབྲུམ་ནི་ནང། ད་དུང་སྟེ་ཀུན་གྱི་སྤྱིར་བཏང་གི་ལོ་རྒྱུས་ཀྱི་སྟེང་གི་བཤད་ནི་རེད། སྤྱིར་ཀྲུང་གོའི་ལྟ་བའི་ཆེད་ལོ་རྒྱུས་ཀྱི་བཤད་ཚུལ་དག་གཙོ་ཉམས་ཀྱི་དགོངས་དོན་གང་དུ་ཟིན་ན། རྩོམ་རིག་གི་ངོས་ནས་བཤད་པ་རེད་ལ། རྩོམ་རིག་གི་ངོས་ནས་བཤད་པ་གཉིས་བཤད་ནི་རེད། ད་ལྟ་ཚང་འདིའི་ཚོ་ན་རེད་དེ་འདི་ནས་མཚོ་སྔོན་སྤྱན་རྫ་ནས་སྐྱེས་ངན་མང་ལ་རིགས་འདམ་རྒྱ་མཚོ་ཟེར། དེ་རུ་གོང་མའི་ལོ་རེད་ད་འདི་བཟུང་གྱི་ན་ཀུན་གྱི་སྤྱིར་བཏང་གི་ལོ་རྒྱུས་རེད། ད་ཀུན་གྱི་གསར་རྩོམ་གྱི་ཆ་ནས་བཤད་ཀྱི་ན། དེ་རུ་གོང་མའི་ལོ་ར་དགུ་བཅུ་བའི་ནང་རྩོམ་རིག་གསར་རྩོམ་གྱི་ལས་སུ་ཞུགས་ཡོད་ཟིན་ནོ་ཀ་དོ་ཀ

དེའི་འཕྲོ་གི་རྟགས་རྩོམ་པ་པོ་འདིས་རྩོམ་རིག་རྒྱུ་མེད་ན་རེད་ཡ། དེའི་བར་མཚམས་ཤིག་ནས་གསར་རྩོམ་གྱི་རྒྱུན་ཆད་ཟིན་གནང་དེ་རེད། དེ་རུ་ཉེས་གཅིག་པའི་ནང་ཡང་བསྐྱར་གསར་རྩོམ་གྱི་ལས་སུ་བཞུད། དེ་རུ་ཉེས་གཅིག་པའི་ནང་ཡང་འོག་གི་རྩོམ་པ་པོ་འདིའི་རྩོམ་རིག་མང་མང་ཡོད་དགོས་རེད། ཨོ་ཡ་ད་འདི། རྒྱུ་མཚན་གྱི་སོང་ན་ཧ་ཆད། ཨོ་ཡ་འདི། བར་གཟིགས་ནས། རྒྱ་གར་བ་སོང་ན་རི་དྭགས་མོ་ཟིག་གོ་རྒྱུ་ཡོད་གི་ད་རི་དྭགས་མོ་ཟིག་ཡིན་རྒྱུ་རེད་ཡ། ད་འདི་ནས་ཆེས། ཤེས་རྒྱུ་གལ་ཆེ་བ་སོང་ན་ད་འདི་རེད།

གཟིགས་ནས་ནང་ཉིས་སྟོང་ལྔ་གཟིགས་ནས་ད་འདི་བར་གཟིགས་ད་ཡིན། འདི་བར་གྱི་སྦྲང་ཆར་གྱི་སྟངས་ཡོང་ནོ་ད་ཡོང་མ་ཐག་ཏུ་སློབ་མ་མང་གཟིགས་ཀྱིས་ནག་དྲོང་དེ་བཏིག་ནས་བལྟས་ད་དང་ད་ཚང་མ་གི་ནག་དྲོང་དེ་ད་ཧྲག་གི་དུ་ཟེར་འོང་ན་རེད། ཁྱི་ཆེ་འདི་དེ་རེད་སྤྱིར་བཏང་གི་ནག་དྲོང་ཟེར་དགོས་ནོ་འདི་ཚང་མ་གི་གཟིང་གི་གཟིགས་ནས་དགའ་བསུ་ཐོག་དཀོན་ནི་རེད། རེད་ཏྲ་ཏྲ་འདི་ལྟ་ན་འདི་མོ་གི་ཕྱོགས་གཉིས་ནས་བལྟས་ན་འགྲིག་ནི་རེད། ནག་དྲོང་ཟེར་དགོས་ནོ་འདི་འབྲི་རྒྱུ།

ཨ་ཡ་ཉིན་གཅིག་གི་ཆོ་འཕྲུལ་འདི་དེང་རབས་རིང་ལུགས་ཀྱི་འབྲི་ཐབས་དང་དངོས་ཡོད་རིང་ལུགས་ཀྱི་སྙིང་སྟོབས་ཟིག་བཤད་ན་རེད་མོ། ཨ་ད། ཁྱོད་ཀྱི་འབྲི་ཐབས་ཀྱི་སྟེང་གི་གསུང་ན་ཙི་གེ་ཟིག་ཡིན་ན་དེ་ཁྱད་པར་བ་ཟིག་ཡིན་ནི་རེད་སྔོན་མ་གི་དངོས་ཡོད་རིང་ལུགས་དེ་ར་འགྲུབ་ཀྱི་མ་རེད། དེས་ན་ད་འདི་མཚོན་ན་ར་དེ་རེད་འདི་གཅིག་གོ་གསུམ་ལུགས་ཀྱི་བོད་ཀྱི་བརྩམས་སྒྲུང་ཟིག་ནོར་སྟབས་ཀྱི་བཙོན་འདི་ཡང་སྔོན་མ་གི་དཔོན་ཚོགས་ཀྱི་ན་དོན་འབྲི་བྱ་གི་བཙོན་འདྲ་འདྲ་ཟིག་ཡིན་ནི་མ་རེད་དེ་ཆེས་བཙོན་དུ་བཏུས་ན་ར་དེ་མོ་ཟིག་ཡིན་གྱི་རེད་པ་རེད་དོན་འབྲི་བྱ་གི་བཙོན་འདྲ་འདྲ་ཟིག་རེད་མ་རེད་མོ་ར།

གཏམ་གྱི་ཆ་ཚང་གཟིགས་བཙོན་གྱི་ནང་ཇི་ལྟར་དང་ད་མི་ནག་གི་ནང་ཉར་འགྲོ་བ་དུ་མ་རེད། འོ་ན་བཙོན་དུ་ཆི་མོ་ཟིག་རེད་ཟེར་ར་ཟིག་ན་ཆེ་དེ་ར་ཐོག་མར་བཙོན་ཆེར་བྱེད་འོག་གི་ཡིད་སྦྱོང་ཟིག་གོ་འདྲེ་འོག་ག་ཡིད་སྦྱོང་ཟིག་བྱེད་འོག་གི་ཡིད་སྦྱོང་དུ་ནང་ཆི་མོ་ཟིག་རེད་ཟེར་ན་སྟོན་དཀའ་གི་དུས་ཚོད་ཟིག་རེད་སྟོན་འཇིག་གི་དུས་ཚོད་ཟིག་རེད། ད་སྡོང་ལོ་ཟིག་ས་ལོང་གི་ཐོག་ནས་རི་ས་གཞི་གི་ཚེ་སྲོག་དུ་ས་རིས་ནས་ས་གཞི་ཐམས་ཅད་པོ་སྐྱ་བོར་འཇིག་གི་ཐོག་ནས་གཏི་མུག་གི་དུས་ཚོད་ཟིག་བཙོན་གྱི་ནང་ན་མི་ང་བྱེད་འོག་གི་དུ་རང་རང་མདོར་བསྡུས་ཟིག་མ་རེད།

བཙོན་གྱི་ནང་ཟིན་ན་ཅིག། ཁྱིམ་ཚང་ཟིག་ན་ཡོད་ནི་ཨ་ཕ་ཡོད་ནི་ཨ་མ་ཡོད་ནི་ཉང་ཧྲོང་ཡོད་ནི་དུ་མོ་ཟིག་མ་ར། གྲོགས་པོ་ཟིག་ར་ནང་ན་ཅིག་མ་མང་ཟིག་མེད་ནི། ཨོ་དུ་མོ་ཟིག་རི་མོ་སྤྱིར་གྱི་འཚོ་བ་གི་སོང་ན་ཁི་གེ། མི་གི་འཚོ་བ་གི་སྟེང་གི་ཆ་གྱི་ན་ཁི་གེ་ཆུ་ཟིན་ན་དེ་ཁེར་རྐྱང་ཡོད་ན་ཟིག་རེད། ད་ཡ་སྤྱིར་སྟེང་གི་ཆུ་ཟིན་ན་ཁྱིམ་ཚང་ཨ་ཕ་ཨ་མ་ཡོད་ན་ར་དང་མེད་ན་ར་དང།

ཁོར་ཡུག་དང་གཅིག་མཚུངས་མ་རེད། ང་དེའི་སྟེང་དུ་ཡང་ད་ཅི་འབྱུང་རྒྱུ་རེད་ཟེར་ན་ད་ཁེ་ཧྲེང་དུ་འབྱུང་ནི་རེད། དེ་ན་ད་ཁོ་གི་ཁེ་ཧྲེང་དུ་དོན་ཅི་ཆགས་ཟེར་ན། རང་གི་བསམ་བློ་གཏོང་ཚུལ་དང་གཞན་ཁོར་ཡུག་གི་བསམ་བློ་གཏོང་ཚུལ་གཉིས་ཀ་མི་འདྲ་ནི་རེད་ད་མདོར་བསྡུས་ན་དུ་མ་ཟེར། དེ་ཞིབ་ཏུ་བཤད་ན། ཨོ་ཡ་ཁོ་གི་ཁེ་ཧྲེང་ཡང་ན་ཁོར་ཡུག་དང་མཐུན་འགྲིག་མེད་པ་ཟེར་ནོ་ད། གང་ལས་བྱུང་བ་རེད་ཟེར་ན་ཆེ་ས་ཟིག་བྱས་ན་ལྟ་འདི་རེད། མི་ཚེ་གི་ལྟ་བ་དང་རིན་ཐང་གི་ལྟ་བ་དང་མཛེས་རྟོག་གི་ལྟ་བ། འདི་མོ་ཟིག་གི་སྟེང་གི་ལྟ། ཁོར་ཡུག་ཐམས་ཅད་རེད་གཉིས་ཀ་ལྟ་བ་ཟིག་མཐུན་ཆ་མང་བོ་ནི་རེད། ལྟ་རེད། ཁོར་ཡུག་དང་མཐུན་འགྲིག་མེད་པ་ཟིག་གོང་དུ་མཐར་གཏུགས་ན། གང་ལས་མཐུན་འགྲིག་མང་བོ་ནི་རེད་ཟེར་ན་ལྟ། མི་ཚེ་གི་ལྟ་བ་མི་གཅིག་ནི་རེད་རིན་ཐང་གི་ལྟ་བ་མི་གཅིག་ནི་རེད་མཛེས་རྟོག་གི་ལྟ་བ་མི་གཅིག་ནི་རེད།

དུ་གཙོ་བོར་མོ་ར། རང་གི་མི་རིགས་འདི་འཕེལ་རྒྱས་སུ་འགྱུར་བའི་སྨན་ནོ་དེ་ལ་སེམས་ཁུར་ཞིག་བརྡ་བཏང་ནས་བསམ་བློ་བཏང་བརྡ་བཏང་ད་ལོ་གཞུང་གི་ལྟ་བའི་དེ་ཉོན་མི་ཉན་ཐོག་དེ་དུ་མོ་དུ་ཇི་ནི་རེད་མོ་ན་དེ་སྟངས་དེ་འདྲ་ཅིག་ཤེས་ཐུབ་ན་ཟེར་ན་རྩོམ་པ་པོ་གི་ཆ་ནས་བཤད་ན། བརྩམས་ཆོས་ཀྱི་ཆ་ནས་བཤད་ན། དེ་གཉིས་ཀ་ཡི་གི་སྟེང་ནས་ཅི་མཚོན་ཐུབ་གི་ཟེར་ན། མི་རིགས་བསམ་གི་ཡོད་པ། མི་རིགས་ཀྱི་འཕེལ་རྒྱས་བསམ་གི་ཡོད་པ། རང་གི་ཉིད་ན་དེ་མི་རིགས་སྤྱི་བསམ་གི་ཡོད་ནོ་དེ་དག་དུ་མཚོན་ཐུབ་ནི་རེད།

དེའི་སྔ་འགྲོ་ནོར་བ་གང་དུ་ཟིན་ན་རང་གི་མི་རིགས་དེ་ལ་དགའ་ཞེན་ཚད་མེད་བཅང་བ། རང་གི་མི་རིགས་ཀྱི་ཆེད་དུ་རང་ཉིད་ཀྱི་ཡོད་ཚད་ནས་ཡོད་ཚད་བློས་གཏོང་ཐུབ་པ་འོ་དུམ་བོ་གི་ད་ཕྱིར་བློ་ཁ་མཐོན་པོ་བསམ་པ་རྒྱ་ཆེ་བ་ཚོ་ཚང་ནི་རེད། འོ་ན་ད་གི་བཙོན་གྱི་མི་སྣ་དེ་དེ་ལྟ་བུའི་བཙོན་ལ་དགའ་རིས་ད་ཚོ་དེས་བཙོན་གྱི་མི་སྣ་དེའི་མི་ཚེ་གི་ལྟ་བ་ཟིག་ཚང་ནི་རེད་རིན་ཐང་གི་ལྟ་བ་ཟིག་ཚང་ནི་རེད་དེ་བཞིན་དུ་མཛེས་རྟོག་གི་ལྟ་བ་ཟིག་རེད་ཚང་གྱི་རེད།

མི་རིགས་ཀྱི་འཕེལ་རྒྱས་ལ་འདང་རྒྱག་དགོས། དེས་ན་ད་ཁྱོད་ཀྱི་མི་ཚེ་དེ་ལ་རིན་ཐང་ཡོད་པ་རེད། གཏི་མུག་གིས་ད་མི་རིགས་ཀྱི་འཕེལ་རྒྱས་ཀྱི་བྱ་བ་རང་གི་བྱས་རྗེས་བཞག་གི་ད་དང་ད་རང་ཉིད་ཀྱི་མི་ཚེ་དེ་རིན་ཐང་ཅན་ཟིག་གི་གཏོང་དགོས་གི་སྙམ་པའི་མི་ཚེ་གི་རིན་ཐང་ལྟ་ཚུལ་ཟིག་ཡོང་ན་རེད། འོ་ན་ཁྱིམ་མཚེས་ཟླ་སྒྲོན་ལྟ་བུ་ཟིག་ག་ཚོད་འགྱིས་ན། ད་མི་དགའི་དགའ་ནུ་བོ་ཁོས་ཅག་གང་འགྲོ་ཟིག་ན་ད་ད་གི་དེ། ཁྱོད་ཡོ་བོ་ཁོས་ཅག་རེད།

སྤྱི་འདི་གཙོ་བོར་བྱས་པ་རེད་སྤྱི་མི་རིགས་ཀྱི་ཆེད་དུ་རང་ཉིད་ཀྱི་མི་དམིགས་གཞི་གཞིས་སུ་འཇོག་རྒྱུ་ཡིན་པ་ཨོ་དེའི་བསམ་ཚུལ་དུ་ཡོད་ན་རེད་འོ་ན་བཙུན་གྱི་མི་ན་དགའ་བོ་ནོ་གང་རེད་ཟེར་ན་ད་ད་ཅི་བྱ་ནོ་དེ་ཁྱོད་འོ་ཧོ་བྱ་རེད་དེའི་ཆེད་དུ་མཚོན་ཐུབ་ན་རེད་ཟེར་ན་ད་མི་རིགས་ཀྱི་སྤྱི་གི་བདེ་སྡུག་དེ་བསམ་དགོས་ནི་མ་རེད་ཨ། དེ་དེའི་བར་དུ་ནས་ད་འོ་ཆེ་དེ་རང་ནི་ག་བཙོན་རིགས་ཀྱི་སྟེང་གི་བྱས་ན་བཙོན་རིགས་དེ་ལ་རྣམ་པ་གཉིས་ཡོད་དགོས་མོད་གཅིག་ཅི་རེད་ཟེར་ན་གཟའ་མནན་ཅན་གྱི་བཙོན་རིགས་རེད་གཅིག།

དེ་ཡང་ང་ལྟར་ཆགས་སེ་ནར་ཟིན་ན་རྩོམ་རིག་གི་ནང་ནས་བཤད་ཀྱོ། གོ་སླ་བའི་རྩོམ་རིག་ཏུ་གཅེན་པོ་དེ་བརྩོན་གྱི་ན་ཁི་གི་གཙོ་བོ་ཆི་ཟི་དོན་དུ་གཉེར་དགོས་ནར་ཟིན་ན། དབང་བོ་སྤྲོ་བ་ལྷ་ལས་འབའ། འདི་བཅས་སྟག་ཁ་ནས་ཡི་གེ་ཡིག་ཐང་ན་ར་འབྲི་གྱི་ཡོད། ཨ་ཡ། རྒྱ་ཡིག་གི་སྟེང་གི་བཤད་ཀྱི་ན་གན་རྒྱའི་ཚི་ཇི་སི་གོ་ནོ་དེར་བཤད་ན་རེད། ཨ། དེ་རྒྱ་ཡིག་གི་སྟེང་ན་དེ་གས་བཤད་ཀྱི་ཡོད་ན་རེད། དབང་བོ་སྤྲོ་བ་ལྷ་ལས་འབའ་ཟེར་ཀྱོ་དེ་དབང་བོ་གི་སྤྲོ་བ། ཨ། མིག་གི་དབང་བོ་དང་ཡིད་ཀྱི་དབང་བོ་སྤྲོ་བ་ཙམ་ཟིག་རེད་དུ་ཟིན་ན་དེ་རྒྱ་ཡིག་གི་སྟེང་གི་ཐད་ཀར་དུ་བགྱིས་ན་ཟིན་ཨ། དེ་ཟིན་ན་ཁི་རེ་ཅང་གོ་རྒྱུ་ཡོད་ནི་མ་རེད། གཙོ་བོ་ཆི་གས་གོ་དགོས་ནར་ཟིན་ན།

སྤྱིར་ན་མ་གཞི་ནི་མིའི་རིག་པ་ཟིག་རེད་ཟེར་དགོས་ནོ་ར་རྩོམ་རིག་ཟེར་དགོས་ནོ་འདི་མི་གི་མི་གཞི་ཆ་སྐྱེ་ཟིག་ནི་རེད་མི་གི་སེམས་པ་ཆ་སྐྱེ་ཟིག་ནི་རེད་ཟེར་དགོས་ནོ་ར་འདི་མོ་ཟིག་གི་ངེས་བཤད་ནི་རེད་རྩོམ་རིག་ཨ་ཛ་ཟིག་ན་ཉིད་ཀྱི་བསམ་པ་འདི་ཇེ་ལེགས་གཏོང་ཐུབ་ནི་རེད་དེ་ནི་ད་གུ་རྩོམ་རིག་དང་ཆོས་ལུགས་གཉིས་ཀྱི་བར་ན་འདྲ་ས་ཟིག་ནི་རེད་གི་གཉིས་ཀྱི་དགེ་ཕན་གྱི་ཆ་ནས་བཤད་ན་འདྲ་གི་ཟེར་དགོས་ནོ་ར་དུ་མོ་ཟིག་གི་ཐང་གི་བཤད་ནི་རེད་དེ་ཕྲུ་གུ་ད་ད་གི་གུ་ལ་བའི་རྩོམ་རིག་ལྟ་བུ་ཟིག་ཚོར་ན་ད་དེ་ཡིན་ནི་མ་རེད།

ལ་དགའ་ནོ་བཙུན་གྱི་མི་ན་དགའ་ནོ་ར་བཙུན་གྱི་མི་ན་ལ་གཞོན་ནུ་དཔེ་ཆ་གི་སྟེང་སྟེང་དུ་ནི་མི་ཚིག་གི་ལྟ་བ་གཅིག་མཚོན་གྱི་རེད། ཁྱོད་ཡོའོ་དཔེ་ཆ་ལ་དགའ་གི་ཡོད་ཟེར་དགོས་ན་དེའི་སྟེང་དུ་ནི་མི་ཚིག་གི་ལྟ་བ་གཞན་ཟིག་མཚོན་གྱི་རེད། མི་ཚིག་གི་ལྟ་བ་འདི་གཉིས་ཀ་དོན་སྤྱི་ཆེ་ནི་རུ་འགལ་ཟླ་ཡིན་ནི་རེད། ཁི་གཉིས་ཀྱི་འགལ་ཟླ་དེ་གང་འདྲ་ཡོད་ཟེར་ན་ད་དོན་སྤྱི་འདི་མོ་གི་ཕྱོགས་ཚ་ཚིག་གི་འགལ་བ་རེད་ད། གཅིག་ཅི་རེད་ཟེར་ན་མི་བའི་ཐ་མལ་བའི་དགའ་བདེ་ལོངས་སུ་སྤྱོད་པ། གཅིག། མི་རིགས་ཀྱི་དར་རྒུད་ལ་སེམས་ཁུར་བྱེད་པ། འདི་གཉིས་བར་ན་འགལ་བ་ཟེར་བ་འདི་རེད།

དེས་ན་མ་གཞི་ནས་དེ་ཧོ་ལེ་ཝུ་གི་གློག་བརྙན་ལྟ་བུ་ཟེར་ཚུལ་ནི་དེ་སྡང་ཕྱོགས་མཐོན་པོ་ཡིན་ནི་མ་རེད། དེ་གཅིག་མི་གི་སེམས་ལ་སེམས་ཁུར་ཡི་སྒོ་ནས་དུ་མ་བཟོས་བ་གི་གཏན་ནས་གཅིག་གི་བཤད་ནི་མ་རེད། ད་འུ་ཅག་གཉིས་ན་གློག་བརྙན་དང་རྩོམ་རིག་མང་མང་ཟིག་མ་བལྟས་ན་ད་ཧོ་ལེ་ཝུ་གི་གློག་བརྙན་ལ་ལྟ་རྒྱུ་ན་ཨོ་ཨོ་ད་བརྗོད་བྱ་ཧྲ་གི་ཡ་ད་འགྲོ་བ་མིའི་རིགས་བསམ་གོ་གི་ཡ་ཡ་ད་ཧོ་ཝུ་རང་ལུགས་ཀི་བསམ་བློ་ཡོད་གི་ཡ་དུ་མོ་སེ་ནི་དེ་ལྟ་བུ་ཡོད་ཀྱོ་ཡོད་ནི་རེད་ད་ད་རུང་གཉིས་ན་ད་བརྗོད་བྱ་ཆ་གོ་ནོ་གི་སྒྱུ་རྩལ་ཅན་གྱི་གློག་བརྙན་དང་སྒྱུ་རྩལ་ཅན་གྱི་ད་གི། གཟའ་རྣམས་ཅན་གྱི་རྩོམ་རིག། ཨོ་ཡ། དེས་འགྲོ་བ་མིའི་རིགས་ལ་སེམས་ཁུར་དང་དོ་ཁུར་བྱེད་དགོས་ནོ་ར། ཧོ་ལེ་ཝུ་གི་གློག་བརྙན་གཟིགས་སྐད་ཉིན་ན་དེས་འགྲོ་བ་མིའི་རིགས་ཤ་ཀུན་ལ་གཏན་ནས་འགྲིག་ནི་མ་རེད་ད། ངས་ལྟ་རྒྱུ་ན་འུ་ཆེ་དེས་རྩོམ་མི་ལྔ་གཟིགས་ཨ་མ་བསྟན་འོ་ད་གི་ད་འུ་ཆེས་ལྟ་རྒྱུ་ན་ཧོ་ལེ་ཝུ་གི་གློག་བརྙན་དག་ར་ཞིག་གི་བརྗོད་གཞི་ཉུང་ངུ་ཆེན་པོ་ཅང་གཟིགས་བསམ་བློ་གཏིང་ཟབ་པ་ཅང་གཟིགས་འུ་ཆེ་དེ་མོ་གཟིགས་ཀི་བསམ་གི་ཡོད་ཅི་རེད་བསམ་གི།

སེམས་པ་དུ་མི་བདེ་ནོ་གི་རྩ་བ་ར་གང་ན་བ་ན་རུ་ཟི་ན་ད། འདི་ཚང་མ་གི་མི་རིགས་ཀྱི་བདེ་སྡུག་ལ་སེམས་ཁུར་ཡི་གི་མེད་གི། སེམས་ཁུར་བྱེད་དགོས་གི། དེ་ད་འགལ་བ་བྱུང་དང། ཁུ་གི་སེམས་ན་སེམས་ཁུར་ཡི་དགོས་གི། ཁོར་ཡུག་ཐམས་ཅད་པོ་སེམས་ཁུར་མི་བྱེད་ནི་ཟི། དེ་ད་ཆི་རུ་ཟི་ན། མི་རིགས་ཀྱི་ཆ་ལ་བསམ་སྟེ་བཙུན་གྱི་མི་ནང་དེ་ལ་སེམས་ཁུར་བྱུང་དང་ད་ཁེར་རྐྱང་བྱུང་དང། ཨོ་ཡ། དེ་འདི་འགལ་བ་དུང་བོ་མོ་རེད་ཨོ་ཡ། མི་ཚེ་གི་ལྟ་བ་དང་རིན་ཐང་གི་ལྟ་བ་གི། ཡང་ན་ད་གི་དེ་མཛེས་རྟོག་གི་ལྟ་བ། གང་གི་ཕྱག་གིས་སོང་ན་ར་འདི་མི་གི་ཐ་མ་བའི་དགའ་བདེའི་ལོངས་སུ་སྤྱོད་པ་ར་མི་རིགས་ཀྱི་དར་གི་ལ་སེང་ཁུར་བྱེད་པ་འདི་མོ་གཉིས། དཔེ་ཆ་གཉིས་ཀྱི་སྟེང་གི་མཚོན་ཐོག་གི་ཡ་མ་གཟིགས་ཤིག།